དེ་ནི་བུ་མོ་དང་ཧ་ལས་སོང་སོང་ངོ་མ་ཁ་ཤས་དྭངས་ལ་ཡོད་པ་ཅི་རེད་མ་གཏོགས་ཡང་ཁ་རུག་ཁ་རུག་སྐད་ཆ་བཤད་བསྡད་ན་ན་ཡང་ད་ཅིའི་ཕ་མ་ལ་མ་ཟེར་ཡ་ཟེར་ག་འདྲ་ད་ག་ལས་ག་ལས་ཡིན་ཡ་ཟེར་ག་འདྲ་ཅི་ད་སུ་དང་ཟེར་ན་ཤི་རེད་ལ་ཡ་ཁ་ནི་ཤི་རེད་ད་དང་ནི་ཤི་རེད་ད་རུང་རུང་ཟེར་ན་པི་ཏི་ཡིན་འདི་ན་ཤི་རེད་ལ་ཡ་ད་ཡིན་ཟེར་ཏེ་ནི་བུ་མོ་དེ་ཡར་སོང་ནས་མ་རྒན་ལ་སྐད་ཆ་བཤད་ཡོད་སམ་ག་བཤད་ཚར་བའི་རྗེས་ནས་དེ་ནི་ཁོ་ལ་ནད་ཁོག་ནང་བཙིར་འོང་ས་རེད་དེ་ནི་མ་རྒན་ཉིན་གཅིག་དེ་ཉིན་ནས་ད་སྔོན་མ་ཅན་གྱི་ད་སྔོན་མ་འདྲ་བྱས་ན་རྫ་གཉིས་རེ་ཚུར་ཚུར་བཟས་རྒྱུའི་རྫི་མ་མ་ད་རྒྱ་འདྲ་བྱས་ན་ད་རྫ་རེ་རེ་ཚང་བཟས་ཚུར་རྒྱུའི་ད་རྫ་རེ་རེ་མ་ཚང་མ་གི་ཉི་མ་ཉལ་ཞིག་རྫ་རྒྱག་ཚུར་བཟས་རྒྱུའི་ནི་ད་འདྲའི་རེད།

དེ་ཡིན་དུས་དེ་ནི་ཁྱེད་ཀྱི་ང་ལ་ཅི་ཟེར་དགོས་སྨན་ཡང་ཡིན་ན་ཡང་ད་ག་ཚོད་ཀོ་མོ་འཁྲུ་ཉེ་དེ་ཟེར་ལས་དེ་འདྲའི་ལྟས་དེ་བསད་དུ་ངོ་མ་གྱེན་གྱི་ཀ་རན་ཆེ་མོ་སྨན་ཡང་ལྟས་ཀྱི་ཀ་རན་ཆེ་ལ་དེ་བས་གྱོང་གི་ཅི་ཟེར་དགོས་མོའི་བུ་མོ་དང་ཁྱོད་ཀྱི་ཅི་ཟེར་དགོས་མི་ཚེ་འདིར་ཁྱོད་ཀྱི་ནང་མི་བཟོ་བསད་ནས་ད་སྐད་ཆ་བཤད་ཀྱིན་དུ་དེ་བས་གྱོང་གི་དེ་ཀ་རན་ཆེ་ཟེར་ནས་དེ་ནི་མ་རྒན་གྱི་དེ་འདྲའི་བཟོ་ཡི་དོ་དེ་ནི་ཁོའི་བུ་མོ་བཙུད་མ་བཙུད་མ་བཙུད་དོ་མ་བཙུད་སྣེ་གཅིག་བྱང་ནས་མ་ཁོ་ང་འདྲ་བྱས་ན་ངོ་མ་སེང་གེ་ལས་ཡིན་ཟེར་ནས་དེ་མ་རྒན་དེ་བ་བཙོང་ནས

ཉིས་བརྒྱ་གྲངས་ཅན་གྱི་དེ་ནས་མདའ་ཡང་ནང་ལ་སྤེལ་ཏེ་ནང་ཡང་དེ་རེད་ཁྱེད་རྣམ་པ་གི་ཚུལ་ངག་ལ་ངོ་སྤྲོད་གཟུགས་དབང་གཏང་རྒྱུ་དེ་ངས་ཁྱེད་རྣམ་པ་ལ་ཕིས་ཞབས་སུ་ཡོད་རེད་ཨ། དེ་ཡིན་དུས་དེ་ནས་དང་རུང་མ་ཚད་པ་གི་དེ་ནས་གྲོགས་པོ་གྲོགས་མོ་རྣམ་པ་ཁོང་རྣམ་པ་གི་གཏང་རྒྱུ་གོ་མྱོང་ཟིན་ཏོ་ཡང་ན་ཁོང་རྣམ་པ་གི་རུ་པ་ཡང་གཉིས་ཡང་བཟུང་མི་ཉན་རྒྱུ་གི་སྐད་ཆ་འདྲ་མི་འདྲ་ང་ལ་བཤད་ཡོང་རེད་བཤད་ཡོང་གི་རྗེས་ནས་ཁྱེད་རྣམ་པ་ལ་ངས་གཏང་རྒྱུ་འདི་བཤད་སྲོལ་རེད་མ་གཏོགས་གི་ན་ཉོན་དུས་དེ་ནས་ཤ་མོ་རོ་ཞོ་ཟ་ཨ་ཤ་ཧ་ཁྲ་ར་ཞོ་ཟ་ཆེན་པོ་དེ་འདྲི་གི་སྐད་ཆ་ཅི་མ་རྩ་མ་རེད་ཨ། དེ་ཡིན་དུས་དེ་ནས་ངུ་མ་ཁྱེད་རྣམ་པ་ངུ་ཤོག་དེ་སེམས་རྣམ་པ་ཡང་ངུ་ན་ཆུག་རེད་ངུ་མ་སེམས་གོ་དེ་འདྲི་གི་ཡག་པོ་ཞོ་ད་ཟུ་བསམ་ནས

གཙོ་བོ་ནོར་གཙོ་བོ་ལིའུ་ཡིན་གྱི་རེད་བི་ཁི་ཁྱོད་ལ་སྔ་རོལ་ཡོ་ཆི་ཐང་རེ་ལ་ལང་ཁ་ཁ་སོ་སོ་ལེན་ནི་ཁི་ནི་ཁ་ཁ་སོ་སོ་གཞན་ངན་གཅིག་དང་ཡང་མདུན་གྲོགས་གཅིག་ཡང་ཡོ་ད་རེད་རེ་ལ་ཡ་ཅི་ན་ད་རེད་གཉིས་ན་ཡང་ད་མ་ཚ་མི་དྲི་མི་འདུས་ཙང་དེ་མི་ཡོང་ཡང་རང་ཤུགས་མདུན་གྲོགས་གཅིག་ཡོ་རེད་ད་ལིའུ་ཟེར་གྱི་ཁ་ཁ་དེ་ད་རེད་དེ་ཡིན་དུས་ད་ཕ་ཡི་སྐྱི་པགས་གཉིས་དང་འདུ་འཕྲོ་འཕྲོ་རེ་ཅོར་གཉིད་འདི་ནི་མོ་རེད་ནང་མི་འདི་ནི་མོ་རེད་ད་དེ་ཡང་མི་ཐུག་ནི་ས་གཞན་དག་ག་ཤེད་ཅིང་ཐུག་ཡོང་ཀྱང་ཡོ་ད་དེ་ལས་དེ་འདྲའི་ག་དྲི་རེ་ཡོང་ན་ཡང་ད་གཉིད་དེ་སྤྲང་མོ་གཅིག་དྲི་དགོས་དང་མ་གཏོགས་གཅིག་ན་གཉིད་གཉིས་ན་བདེ་ཤང་སང་ན་ཅི་ཟེར་དགོས་རོ་ཤང་རྫོང་ལ་སོགས་པ་སྤྲང་མོ་མ་རེད་ན་ད་ཧ་ལི་བག་གི་དོན་ང་འགའ་ཟེར་ནས

ད་ཉི་མ་ག་ཤིང་ཚང་ནས་ཁོ་ཡར་འགྲོ་ཟེར་ཆོག་གི་སྨན་ཁང་ནང་ཐང་ཟེར། དུ་ཅི་བསྡད་ན་དེ་ནི་ཁོའི་སྐྱིད་ན་དཀོན་མོ་རེད་སྙིང་ན་ཆུ་ཀླུང་རེད་ཁྲིད་ཁྲིད་བཟོ་ནས་ཁོ་མི་བཙལ་འོང་ཟེར་ནས་བུ་མོ་དང་སྐད་ཆ་བཤད་ས། དེ་སྐད་ཆ་བཤད་ཐོག་རེད་དེ་ནི། ཁྱོད་ཀྱི་ཁ་པར་འཚོལ་ཟེར་བུ་མོ་དེ་ལ་ཁ་པར་མེད་ཟེར་ཁ་པར་འཚོལ་ཟེར་བྱས་ཐོག་རེད་དེ་ནི། ད་མོ་ཁ་པར་འཚོལ་མ་ཚང་མང་གི་ཟེར་བུ་མོ་དེ་ཤ་ཚ་མོ་རེད་ལས། མོ་ཁ་པར་འཚོལ་མ་ཚང་མང་གི་བཀའ་དྲིན་ཆེ། ད་ཁྱེད་དང་ཁྱེད་ལྟ་བུ་ཅན་གྱི་མི་ཚེ་འདི་ནང་ནས་བཀའ་དྲིན་ཆེ་གི་མ་རེད་ཟེར། དེ་ནས་ཆེད་ཀྱི་གོང་མ་ཡང་ཀ་ལིས་གང་ས་རྒྱ་དེ་ལངས་ཏེ་ཟིན་གྱི་རེད་མ་གཏོགས་ཀྱི་ངུ་མི་ཅི་ཟེར་གི་གནང་ལ་བར་འོང་ཅི་ས་རྒྱ་ནས་བ་ཐུག་འོང་ད་འདི་ཅི་ཡིན་གྱི་མ་རེད་ཟེར་དེ་ཡིན་དུས་དེ་ལ་ད་མོ་ཁ་བ་ཅན་ཚ་བ་ཡང་དེ་ནང་གོང་མོ་གཅིག་ལུས་དེ་འདྲས་བཟོ་འཕྲོ་ལ་བཟོས་མ་བཟོས་མང་གི་ད་མོ་མ་རྒན་འདི་ཡག་སྐྲག་ཐག་རེད་ཐང་ནས་གོང་མོ་རེད་འགྲོ་སོང་གི་དཀའ་ཁག་མེད་མི་ཀྱི་རེད་སོང་ནས་མོ་དི་རེད་ལ་ཡིན་མོའི་ཁ་བ་ཅི་ཟེར་གི་རེད་ཚང་མ་ཚང་སྣེ་གཅིག་མང་གི་ཟེར།

ད་འདི་འདྲ་བྱས་ན་དགའ་དུས་མ་དགའ་ཟེར་སྦྱིན་སྲེག་ཅི་རེད་ཟེར་ན་ད་ཨ་ཡོང་ཤེས་ཀྱིན་ན་ངོ་མ་དགའ་བོ་རུ་སོང་ན་དགའ་བོ་རེད་ལ་ནག་པོ་རུ་སོང་ན་ནག་པོ་རེད་འགྲོ་རེད་ཟེར་སྐད་ཆ་བཤད་འོང་དུས་ད་ཁོ་འཇིགས་བ་མེད་ཟེར་ངོ་མ་ཡིན་བུ་སེམས་བརྟན་པོ་བྱེད་པོ་ཡོད་དེ་ལས་ཨ་ཡོང་ཅིག་ཟེར་ནས་མ་དགའ་དགའ་དུས་མ་ཚང་མ་དགའ་ཁོ་ཅི་ཟེར་དགོས་རུ་གོ་དེ་གཉིས་ཀྱི་ཅི་ཟེར་དགོས་ཨ་རང་མཐོང་མི་ཅིག་ན་ཁོས་ཨ་རང་མ་མཐོང་ལ་དེ་གཉིས་སྐད་བཟོ་མི་ཅིག་ན་ཁོས་ཨ་རང་སྐད་མ་བཟོ་སེམས་ཐག་གོམ་མདུན་ཡིན་དགའ་དུས་མ་ཚང་མ་དགའ་ད་ཁོ་རུ་བསྟན་ཚར་དུས་དགའ་དུས་དགོས་མ་རེད་ལས་དགའ་དུས་མ་དགའ་ཟེར་ནས་དེ་གཉིས་རྒྱུ་ལ་ཁོ་རྫི་ས་སོང་བསྡད་ས་ཁོ་ཚོས་ཅི

ལོ་དྲུག་དང་བཅས་ལ་ཁོ། རྩ་བ་ནང་འདུས་ཀྱི་ཁག་ཏུ་བཟོ་འགྲོ་ཡི་རེད་ད། རྩ་བ་ནང་འདུས་རྩ་དེ་ར་ཅི་ན་ཁ་བ་ཁུ་ཆུང་མ་རེད་ལ། ཉིན་ན་ད་སྐད་ཅིག་ཤེས་ཡོན་ནི་འོང་ཆ་མ་རྩ་ཡོད་མ་རེད་ལ་ཡ། དག་ཏུ་བཟོ་འདྲོ་ད་ཁོ་སེང་དུ་དུན་སེང་དུ་དུན། ད་ངོ་མ་ཅན་གི། ད་ངོ་མ་ཡིད་ཆེས་མེད་འཇིག་སང་ལོ་དང་ན་འཇའ་ཤ་འཇའ། འོ་ད་དེ་གཉེར་དུ་ད་གཟི་མཁན་ཆེན་ཡིན་སུ་ཡིན་གཅིག་མེད་གཉིས་ངེད་གཉིས་མྱང་གཅིག་ཏུ་འདུས། མི་ཚེ་གཅིག་གི་འཚོ་བ་རོལ་སེང་ནི་ཁོ་གི་ཁས་ལེན་དྭངས་བཅའ་ནི་ཡག་སོང་བ་རེད་ཕ་ཡིན་ན་ཕ་ཡིན་འགྲོ་ཡི་ལྟར་མཐའ་ན་ཁ་བ་ཅིས་ཀྱང་མི་བརྗེད་ཡ་ཚུལ་མ་བརྗེད་ན་འདྲ་སྟེ་མུས་ཕུས་བརྗེད་ཆོག་དུ

ཀོ་མོ་སོ་བ་དེ་འདྲ་ཅི་རེད་ལ་ཡ། དེ་ཡིན་དུས་དེ་ནས་ཁོ་ཁག་གི་སྐྱེས་པ་ནང་གི་དང་ལ་ཡོད་ནས་དེ་ནས་མོ་ལ་ཀོ་མོ་འཁྲུ་ཁ་རང་ཆེན་གྱི་ལག་ལ་གཡོག་གི་རེད་དེ་ཡིན་དུས་ད་ཡང་མོའི་སེམས་ནས་ཡང་བཟོ་སོང་ན་ཤེས་མ་རེད་ལས་ཨོ་ད་ཅི་ཞིག་ཁོ་ལ་ཡང་དང་དག་བོད་དེ་མ་གཏོགས་གི་རྒྱ་ཤ་རྒྱ་ཁོ་མོ་བརྩེ་བ་ལྷི་མེད་ཡིན་སངས་ཀྱི་མོ་ཡང་སེམས་ལ་ཡིད་ཆེས་བཟོས་འདེད་དོ་ན་ར་ཤི་ལི་མ་རེད་ལ་ཡ། ད་གང་ལྟ་ཀྱང་ཁོ་གི་ད་འདྲ་མི་འདྲ་དྲན་ནས།

དེ་འདྲའི་སྐུ་མཉེ་ཡང་འགྲོ་ཅི་ཟ། འཛིན་པ་ཆུ་སྟོང་གུད་དུ་འཁོར་སངས་ནུས་ཟིན། ད་ཡོད་ཚུལ་གཅིག་ཏུ་བཟུང་བ་མ་གཅིག་ཏུ་བཟུང་གོ་རེ་གཅིག་ཏུ། ད་ལྟ་བཟུང་མེད་དེ་མགོ་ལ་ཡོག་ཧ་བྱེད་དོ་ན། ཁུག་ཅི་ཟེར་གོ་རེ་མེད། བཙོང་འོམ་འདི་ཡིན། འདི་བཙོང་ཞོག་འདི་གང་ནས་འཕྲོ་བོ་མི་ཞིག་བཙུད་དོ་ཅ་ཅ་ཅ་ཁོ་རེ་མི་བོས་ནས་གཅིག་པོ་ཡག་འདི་ག་ཆུ་དེ་ལས་ཡག། ད་ལྟ་མི་ཟ་སི་ཁོ་ཤེས་ཡ་སྔོན་གི་ལིའི་འོང་གོ་ཅི་མོ་གི་ཅི་རེད་སོང་ན། ཁོང་ཚོ་ལུས་རྟེན་ད་རེད་འདི་ག་ཅི་ཟེར་གོ་རེ་རྣ་ཡ་གྲུག་པོ། གྲུག་པོ་མི་ཟེར་ཁོང་ཚོ་རྣ་ཡ་ཡིན་ཚ་རེད་དེ་ཡིན་དུས་དེ་ལ་ཁོ་སྡུག་བསྔལ་རིག་ན་རིག་རེད་ཁོ་ཀི་རོ་པ་རིག་ན་རིག་རེད་དེ་ཡིན་དུས་ཁུག་ཡོག་སངས་ནས་དེ་འདྲའི་སྐུ་བོ་ཡང་འགྲོ་ཆོག་ཟ། ངོ་མ་སྤྱན་གྱི་གྲོགས་པོ་ཡིན་ན་ཡང་དེ་རེད་ལྷ་བུ་བུ་མོ་སུ་ཡིན་ནའང། ཡན་ཕ་རོལ་པོའི་ཆེད་དུ་རང་གི་སྡུག་བསྔལ་མྱོང་ཡོད་ད་ངོ་མ་ཅི་ལྷི་མེད་གི་བརྩེ་དུང་དང་ན་ཅི་ལྷི་མེད་གི་ད་འདི་འདི་འབའ་ཡོད་པའི་གཏོང་ར་ཅི་རེད་ལ་ཡ། དེ་འདྲའི་བཟོས་ནས་ཁོ་གི་ཁུ་བསྡད་ནས་ཡང་མ་མིག་དེ་འདྲའི་བཟོས་ནས་ཡང་གྲོགས་པོ་ཅིག་དེ་གོ་མ་ཕོད་ཟེར། དེ་ཡིན་དུས་ད་ཁོ་གི་སེམས་ནང་ཅི་དྲན་ཟེར་ན་འདི་གྲོགས་པོ་འདྲི་ཉོ་རེད་འདུག་ཁོས་ཅི་འདྲ་བྱ་དགོས་ཟེར། ཁོས་ཁ་མྱང་གི་གླིང་བསང་ཅིག་འབྱོར་པ་ཡང་ད་བཤད་ཀྱི་མང་གསེས་ཁོ་བཤད་ངང་གི་ལས་དབང་ཡིན་གྱི་རེད་ཟེར།

ངས་ཚོ་མ་གི་ནང་ལ་ནི་མ་འགྲོ་ཟེར་ནས་ཁུག་ག་གོ་རེད་དེ་ཡིན་དུ་ཁུག་གོ་མོ་ཅི་ལས་ཤོད་ཚ་ཡོད་ད་ར་ད་ཁུག་གོ་མོ་ཅི་ཁ་འོང་ནོ་ཤག་ནི་གུ་དོ་རེད་དེ་ཡིན་དུ་ཁུག་གོ་མོ་ཁ་རྒྱོ་མ་རེད་ལས་ད་ཡ་ད་ཅོར་མོ་སྨད་ཚོ་མ་ཅིག་ནང་འགྲོ་ཧ་ཅི་དོ་གོ་མོ་གོ་མོ་དུ་སོ་ཐོས་མ་ཡེ་སོ་ན་སྟོང་དྲ་སང་ཞིག་སོ་སོ་མ་རེད་ལན་ཁྲ་ཞིག་སོ་གོ་དུ་སོ་མ་དེ་ཡིན་དུ་ད་མ་གན་དུ་ཅི་འདྲི་རེད་སོ་ན་མ་གན་དུ་ཤོད་སོང་ནི་ཅི་འདྲི་རེད་སོ་ན་ད་དེ་སེ་ནས་ཅི་འདྲི་བཟོ་སོང་སོ་ད་ནི་ཧ་ལི་པ་གི་ད་སྔ་དྲང་མོ་ཅི་མོ་ཁོ་ཅི་ཟེར་གོ་ལུ་པོ་དེ་ནི་ད་སྔ་མང་ད་སེང་གི་དེ་ནི་ཁོ་ད་སྔ་ད་འདྲི་ཅི་རེད་དེ་ཟེར

གཙང་ཡིག་རིན་པོ་གྲངས་མེད་ཀྱི་བྲིས་ཤོག་ཟ་དེ་ནས་ཕྱི་སྟོང་གི་ཕ་མ་གཉིས་ཀྱི་ལོ་རྒྱུས་དེ་ནས་མོ་རང་གི་སྡུག་བསྔལ་རིང་ལུགས་ཀྱི་ལོ་རྒྱུས་ཚང་མ་བྲིས་ཤོག་ཟ་དེ་ཡིན་དུས་ད་གཙང་ཡིག་འདི་དེ་ནས་ག་ཡིག་གོ་མ་ཆག་ཆག་དུས་དེ་ཁུ་གུ་སྐད་ཆ་འདི་བཤད་ཆོག་དུས་ལས་ཡ་དེ་ཡིན་དུས་དེ་ལ་སྐྱིད་ན་ཅི་ཟེར་དགོས་ར་གཞན་ངན་ལ་ཕན་རེ་ཐོག་འགྲོ་ས་སངས་ཀྱིས་དང་ཡང་ན་ཁོ་ང་གི་ཅི་ཟེར་དགོས་ར་གོ་སྐད་ཆ་འདི་ཡང་གོ་འགྲོ་ས་གི་སངས་ཀྱིས་ཀྱི་མི་ཡིན་དུ་སྒང་དེ་ནས་དེ་ནས་ཁོ་འཇི་བ་ག་ན་འགྲོ་དུ་འགྲོ་རེ་ཁོ་གཙང་ཧོན་ནང་སོང་སོང་ན་ཁོ་ང་ལུས་པོ་དེ་འདི་སྔ་ཕྱི་མ་ཚང་མང་དང

ཁོས་ཟས་ཉོ་མེད་ཟེར། ད་བརྒྱ་ཆ་བརྒྱ་ལ་གསོག་ནང་བཏོན་ན། ད་འདི་ཙོ་འདི་ལྟ་བུ་ཅིག་འདི་སྔ་རེས་ནས་བརྒྱ་ཆ་བརྒྱ་བརྒྱ་ཟོས་དགོས་རོགས་གོ། སྨན་ཙོང་མའི་ནང་ལས་ན་ཡང་འགྲོ་ཟོས་སང་གི་ཟེར། དེ་དཔེ་དེའི་ནང་ཡོད་འདི་རེད་ཟེར་དེ་ནས་ཁོ་སྨན་ཁང་ནང་འགྲོ་བའི་དཀའ་སེང་ན་རེ་ཁོང་རང་གི་ཕ་ཡི་ས་ནས་ན་རེ་ད་བུ་མོ་ག་ལ་གང་ཙམ་རེ་ད་རང་བརྒྱུད་གཅིག་བཟོས་རེ་གཉིས་བཟོས་རེ་ཟེར་ནས་བཤད་མི་མང་རེ་ཨ་ཡེ་དེ་ན་ད་རང་བརྒྱུད་མ་ཟོས་དེ་འདྲ་དེ་འདྲ་བཟོ་འགྲོ་རེ་ད་ད་ཅི་ཡིན་རེ་ཟེར་ནས་བཤད་མི་ཡོད་རེ་ད་ན་ད་ངོ་མ།

གྲགས་ཅན་གྱི་ཉིན་དུ་བདུན་བརྒྱ་བརྒྱད་བརྒྱ་བྱོ་སངས་ཀྱི་དེ་ཡིན་དུས་སོ་ཉིན་ངས་ཁྱེད་རྣམ་པ་སྐྱོ་ཡོང་ཟེར་དེ་ཡིན་དངོས་བྱུང་གི་སྟངས་ཀྱི་ཡིན་ལས་མ་ཚད་པ་གི་ད་འདི་ཡང་བདུན་ང་ཧ་ལས་པ་གི་མྱོང་སོང་གི་ངོ་མ་ཅན་གྱི་བདུན་ང་མྱོང་སོང་ད་འདི་ས་ང་ཁེན་ནི་ཁེན་ནི་ད་ཕ་ཅན་ཤེས་རྫ་ཅིག་གྲགས་ཅན་གྱི་ཚད་ལས་མ་རེད་ཨ་དེ་འདྲི་ཅིག་ཤེས་ཟེར་རེད་ད་འདི་ཕྱི་སྟོང་གི་བདུན་ང་རིམ་གྱི་ང་སྟངས་ཀྱི་མང་པོ་ཤེས་བྱུང་ད་ནི

ཁ་པར་བལྟ་མ་ཐུབ་ད་ཨ། དེ་རེད་དེ་ནི་ང་ཁ་པར་གསར་པ་ཉོས་ཚར་ཡིན་རེད་དེ་ཁྱེད་རྣམ་པར་སྐད་ཆ་ཤོད་ཀྱི་འདུག་དེ་ནི་ངས་དང་བཅས་ཐུབ་མ་ཐུབ་དེ་ཁྱེད་རྣམ་པར་ཞལ་ཞིག་སྒྲོན་ཡོང་ལ་ཉང་བསང་མོ་རྣམ་པར་གོ་རྒྱུ་ཡོད་ཟིག་དེ་གི་ཞེས་འདོད་པ་རྣམ་པར་དེ་ནི་ཞེས་ཐི་ཟིག་ཅིག་ཁྱེད་རྣམ་པ་གི་སེམས་སྡུག་གི་དེ་ནི་གཞན་མང་པོ་ཅིག་ལ་ཕན་ཐོགས་པ་ཅིག་ཅི་ཟེར་དགོས་ད་ངས་ཁྱེད་རྣམ་པར་སྐད་ཆ་བཤད་ཟིག་ར་ཅིག་འོང་ཐུབ་ཀྱི་མ་རེད་ད་ནི་ཁྱེད་རྣམ་པ་གི་ཞལ་གྱི་དུ་གཟའ་གཟའ་གུག་གུག་བཟོ་འདོད་ནས་དེ་ནི་གཅིག་མི་བྱེད་གཉིས་མ་ལུས་པ་མགོ་ནས་བཤད་ཨི་ཐུབ་མི་ཐུབ་ད་ནི་ཁོང་རྣམ་པ་ཞོན་ཡོང་ཟེར་དེ་ཡིན། བཀའ་དྲིན་ཆེ་དེ་ནི་རུང་རུང་སོ་སོ་གི། སེང་རྡུལ་ནི་བརྩེ་བ་འགོག་གིན་ན་སེང་རྡུལ་ཡོད་རེད་ལ། དྲིན་ཕ་མར་དྲིན་ལན་མ་ཟེར་དེ་ནི་ཡང་སེང་རྡུལ་ཡོད་རེད་ལ། ད་གང་ལྟ་ཀྱང་རྒྱུད་དཔལ་འབྱོར་གྱི་མ་འདང་དེ་ནི་ཡང་སེང་རྡུལ་ཧ་ལས་པ་གི་ཡོད་སྲིད་ག་ཨ། དེ་འདྲའི་ཡིན་དུས་དེ་ནི་དེ་དྲག་འགོག་ནས་ན་ཡང་དེ་ནི་ལས་དང་རྒྱུ་འབྲས་སྲུང་ཡོང་མེད་གི་འགོ་ནས་རྒྱུད་དཔལ་འབྱོར་ཡོད་པའི་སྐབས་སུ་འདི་འདྲའི་ཡོད་ར་མེད་པའི་སྐབས་སུ་འདི་འདྲའི་ཡོད་ར་ཟེར་ནས་ང་ལ་གཏང་རྒྱུ་མང་པོ་ངོ་སྤྲོད་བཟང་མི་འགི། དེ་ཡིན་དུས་དེ་ཁྱེད་རྣམ་པ་ཞོན་ཡོང་ཟེར་དེ་ཡིན་དེ་རུང་རུང་སོ་སོ། སྡུག་བསྔལ་མེད་མི་གཅིག་དང་ན་བདེ་བ་ཡང་ཡོད་རེད་ལ་སྡུག་བསྔལ་ཡང་ཡོད་རེད།

ད་ནང་ཡོང། དེ་བཤད་ཡོང་ནང་ཡོང། ངས་ཆ་རེ་ན། དཀའ་མོ་སྤྲང་མོ་རེ་ཟིག་གོ། ང་གཏང་རྒྱུ་ཆ་རེ་ངོ་སྤྲོད་བཟང་མོ་ཆ་རེ་གོ། ང་གི་སེམས་ཀྱི་སྡུག་བསྔལ་འདི་གི་སེམས་ཀྱི་སྡུག་བསྔལ་འདི་གི་ཁོ་ཐག་ཟིག་ཁོ་ཐག་ཟིག་ཁོ་ཐག་ཟིག་བེ། ཁོ་ཐག་ཟིག། སང་ནང་དང་དེ་འདྲ་རེ་ཡོང་དུ་སེ། ཡིན་ནང་ཡོང་མོས་གི་སྐད་ཆ་འདི་ཤེས་ལུགས་མ་ཟད་ཤེས་མི་ཕོད་དུ་སེ། ཤེས་མི་ཕོད་དུ་ཅག་གི་ཉེ་རེ་རེ། དེ་ནས་ཅི་ཟེར་གོ་བདེ་འཚོ་བ་རེ། དེ་འདྲི་གི་སྐད་ཆ་ཡག་གོ་མ་གོ་ཅི་རེ་སོང་ན་དེ་ཅག་གི་རེ་སེ། དེ་ནས་རང་གི་སེམས་ལ་སྡུག་བསྔལ་ཟིག་ནི་ངོ་མ་ཅན་གྱི་ད་ཅིག་ཕུད་བལྟ་ས་ཤོར་ན་ནི་ཤི་དཀའ་བོ་ཞིག་ན་ཡང་ནོངས་འདུག་ཟེར་ནག་པོ་བཟོ་ནས་སེམས་སྡུག་བསྔལ་རེ་ནས་ཡང་འགྲོ་འདོད་མང་པོ་ཞིག་གི་དུ་སྣང་བ་རེ་ཞིག་ན་ང་ལ་སྐད་ཆ་བཤད་ཡོང་ན་ཡང་ཁྱེད་རྣམ་པ་གི་ས་ཆ་དང་ཁྱེད་རྣམ་པ་གི་ཕ་ཡིས་ཁྱེད་རྣམ་པ་གི་མྱིས་ད་ད་ཞིག་དྲན་ན་ད་ང་གི་འཇིག་རྟེན་གཉིས་ཅིག་ཁྱེད་རྣམ་པ་མི་བཟི་སེམས་ཐག་གོ་མི་བདུན་ཡིན་ད་ལྟ་འདི་གཏང་རྒྱུ་འདི་དྲན་ཡིན་ན་ཕ་ཡིས་ཐག་ཉེ་ས

ཉིན་དེའི་སྤྱི་ཚོགས་ཨ་རེ་ནེ་ཞའི་རོ་རྩེད་ངང་ཁྱེད་རྣམ་པ་གི་མདང་དུ་ཆུ་ཚད་དམའ་ས་འགྲོ་སྲིད་ཡོད་མ་རེད་གོ་ནེ་ཞའི་རོ་རྩེད་ངང་མདང་རྩེད་སྐབས་དུས་ཁྱེད་རྣམ་པ་ཚང་མ་མུན་པོ་གཅིག་ཚ་མེད་རེད་འགྲོ་དུས་སྐར་མ་སྐར་ཆ་ཁེར་མ་གཅིག་རེད་དེ་སྔར་འདྲ་ཞིག་ན་སྟོང་གཉིས་ལྷག་ཙམ་གྱི་མདང་ཚ་ས་གོ་དེ་རིང་ངས་ཚོགས་པ་ནང་ལ་བསྐོས་ཡོད་ཁོང་རྣམ་པ་ཡིན་ན་དགའ་བ་དང་སྤྲོ་བ་ངང་ནས་དེ་འདྲའི་རེ་ཟུང་གི་ཨ་ཚོགས་པ་བསང་བ་རེད་ཚོགས་པ་ཁག་བསང་གི་ནང་ལ་དེ་ནི་དེ་སྔར་འདྲ་ཞིག་ན་སྟོང་གཉིས་འདའ་ན་དེ་ག་ཞི་བ་ཆ་ཞིག་མདང་ཐོ་ཡོད་ལ་དེ་དེ་འདྲ་ཅིག་མདང་གི་དེ་ནི་ད་ལྟ་འདི་འབྱུང་འགྱུར་ནང་ནས་ན་ཡང་ཉིན་ཟླ་སྟོང་ཕྲག་གཅིག་འགའ་སོང་ན་ང་ཚོའི་གི་ཚགས་བཞི་རེ་ཉི་མ་རེ་འདང་སོང་རེ་དེའི་ནང་ནས་ཚགས་གསུམ་རེ་ཚེ་རེ་ཚགས་གཉིས་རེ་ཚེ་རེ་རྒྱས་སུ་ཡོད་ཡང་ཚོང་བ་ཡོང་མ་འཇོག་གི་འདོད་ན་ཡང་དུ་ཅི་ཟེར་དགོས་རོགས་འདང་ཤི་མི་ཡོག་གྱི་རེད་མི་ཤི་མི་ཡོག་གྱི་རེད་དེ་ཡིན་དུ་ཡང་ཆད་ལུས་འགྲོ་ན་ཅི་ཤི་སང་རྒྱས་ཕ་སི་མེ་རེད་ལས་དེ་ཡིན་དུ་འདི་སྟོང་གཉིས་ཚེ་ལས་མ་རེད་སང་ཉིན་དེ་ནས་ཚེ་ད་ང་རེ་ནང་བསྟན་ལྷང་ལྷང་ནས་དེ་ནས་སྟོང་མང་པོ་གཅིག་འདང་སོང་རེ་དེའི་སྟོང་མང་པོ་གི་གྲལ་ལ་དེ་ནས་ང་ཚོའི་འདི་འདང་བ་དུ